ལོ་ཟླ་སོགས་དེ་ནས་ད་ཁྱེད་རྣམ་པས་དེ་ནས་བདེ་ཐང་ལམ་སྟོན་སྐོར་དང། ཚོགས་ཆུང་ངོས་ནས་གོ་སྒྲིག་གནང་བཞིན་གྱི། ང་རང་གི་ཡིན་ན་དེ་རང་དེ་ནས་བདེ་ཐང་སྐོར་ནས་ཚིག་ཁ་ཤས་ཞུ་རྒྱུ་དེ་ཡིན། དེ་ཡིན་ན་ཐོག་མར་ཁོང་རྣམ་པས་ད་ང་ཚོ་བོད་སྐད་དེ་ནས་བདེ་སྡུག། ལགས་གཉིས་ཀྱིས་དེ་ནས་ལ་ཐུགས་སེམས་རྒྱ་ཆེན་པོ་གནང་ནས། འདི་ནས་ཅིག་གོ་སྒྲིག་བྱས་འོང་བ་དེ་ང་རང་གི་ངོས་ནས་ན་རྣམ་པ་ལྷན་རྒྱས་ལ་བཀའ་དྲིན་ཐུགས་རྗེ་ཆེ་ཞུ་རྒྱུ་དེ་ཡིན། དེ་ནས་ད་ལྟའི་རང་ཡིན་ན་བདེ་ཐང་སྐོར་ནས་ཅིག་ཞུས་ན་ང་རང་གིས་ན་དོན་ཚན་རྣམ་པ་གསུམ་ཙམ་གྱི་སྒོ་ནས་ང་ཞིབ་བསམ་གྱི་ཡོད། དོན་ཚན་དང་པོ་དེ་གང་རེད་ཅེ་ན་ང་ཚོའི། གནང། དེ་ནས་ཁམས་གང་ཟག་དེའི་བདེ་ཐང་ཡོང་བ་ལ་གཤིས་ཁོར་ཡུག་དང་འབྲེལ་བ་ཆེན་པོ་ཟིག་ཡོང་གི་རེད་བསམ་གྱི་ཡོད། དེས་ན་གཤིས་ཁོར་ཡུག་དེ་དང་འབྲེལ་བ་ཡོད་པ་དེ་ང་ཚོའི་གདན་ཁང་དེ་ནས་ཚ་འདྲིག་གི་སྟངས་ནས་ཡིན་ན་ཡང། གཤིས་དེ་ནས་ཁོར་ཡུག་དང་བཅས་ཀྱི་ང་ཚོའི་གཅིག་གནོད་སྐྱོན་ཆེན་པོ་ཐེབས་སོང་བ་ཡིན་ན། སེམས་ཅན། མོན་གྲུ་བ་སོ་སོ་ལ་གནའ་སྒྲིག་སྣ་ཚོགས་ཡོང་བ་དེ་ཚན་སྒྲིག་བཏང་ན་ཡང་དེ་ནི་ཤ་ཤེད་ཡོད་པ་དེ་ནི་རེད། ང་ཚོའི་འོག་གི་དེ་ནི་ནང་ཆོས་ཀྱི་ཐོག་ནས་བསམ་བློ་བཏང་ན་སྔོན་མ་སོ་སང་ཉིན་ཕྱོགས་ཉིན་གདོང་ཉིན་བཤིག་པ་དེ་ནི་བྱས་པ་ཡིན་ན་དེ་ནི་གནའ་སྒྲིག་རྣམ་པ་སྣ་ཚོགས་ཡོང་གི་ཡོད་རེད་གནའ་སྒྲིག་རྣམ་པ་སྣ་ཚོགས་ཡོང་ཡི་གེ་གི་དེ་ནི་བདེ་ཐང་མེད་པ་ཅིག་དེ་ནི་ཡོང་གི་ཡོད་པ་དེ་རེད་དེ་ཡིན་ན་ངེས་པར་གྱི་ཡ་དེ་ནི་སྤྱིའི་ཁོར་ཡུག་དེ་དེ་ནས་ངེས་པར་གྱིས་ད་སྲུང་སྐྱོབ་བྱེད་དགོས་པ་དེ་ཧ་ཅང་གལ་ཆེན་རེད་བསམ་གྱི་ཡོད། དེ་རྐང་ལས་བྱས་ན་ང་ཚོ་མི་ཡིན་ཡང་སྔོན་མ་བོད་མི་རིགས་ཀྱི་དེ་ནས་ལོ་རྒྱུས་ཁྲོད་ན་ཚེ་རང་རྣམ་དྲུག་ཟེར་བ་དེ་གཅིག་ང་ཚོས་གཅིག་མི་ཚེ་རང་ཟེར་ཤ་ཚེ་རང་ཟེར་དེ་ནས་གཅིག་བྲག་ཚེ་རང་ཆུ་ཚེ་རང་ཤང་ཚེ་རང་ཟེར་དེ་ནས་ཤ་ཚེ་རང་ཟེར་དེ་ནས་གཅིག་ཡོང་གི་ཡོད་རེད་དེས་ན་སྤྱིའི་ཁོར་ཡུག་གི་སྟངས་ནས་ད་ཅིག་ང་ཚོས་ཆོས་ཚལ་རང་དེ་ནས་ཁང་ཚལ་རང་ད་ནི་དེ་སོང་ཤ་སོང་ཡ་ན་ཕྱིའི་འཁོར་ཡུག་དེ་ཡ་དེ་ནས་ངེས་པར་གྱི་གནོད་སྐྱོབ་མི་བྱེད་ཀྱང་ཕྱིའི་འཁོར་ཡུག་དེ་སྲུང་སྐྱོབ་དགོས་པ་ཅིག་དང། དེ་ནས་ཤ་ཚལ་རང་ཟེར་བ་དེའང་དེ་ནས་ཅིག་ང་ཚོས་ཤ་ཚལ་རང་ཟེར་བ་དེ་ཕྱིའི་འདབ་ཆགས་ལ་སོགས་པ་དེ་སོང་དང་ད་ལྷ་དག་ལ་སོགས་པ་དེ་སོང་སྲུང་སྐྱོབ་བྱེད་པ་ཡིན་ན་ཅི་དང་ང་ཚོས། འཇིག་རྟེན་རྟེན་འབྲེལ་རྟུལ་གྲབ་གང་བ་དེ། གཅིག་གིས་གཅིག། དེ་ནས་རྟུལ་ཚོགས་གྲོང་སྐྱོབ་བྱས་ན། མི་རང་རང་སོ་སོའི་བདེ་ཐང་ལ་ཕན་ཐོགས་ཡོད་པ་ཅིག་བདག་འདྲས་ཡོང་ཞེས་པ་དེ་ནི་ཅིག་རེད། དེ་ནི་ཅིག་རེད། ཤི་སྟངས་ང་ཚོའི་ཁོར་ཡུག་གྲོང་སྐྱོབ་དེ་ཧ་ཅང་གལ་ཆེན་རེད། ཡིན་ན་ཡང་དག་དེ་དུས་ཤོག་ནས་དེ་རང་གཙོ་བོ་དེ། བདག་དུས་ཤོག་ནས་ང་ཚོའི་མཚོན་ཚལ་འཛིན་པར་དང་གཞི་འབྲི་སྨན་བྱེད་རྒྱུ་བོ་དེ་ནི་ཡིན། ད་གཉིས་པ་དེ་ང་ཚོའི་དཀའ་འགྲེལ་རེད་དེ་ན་གཙོ་བོ་དེ། ལུས་ཀྱི་བདེ་ཐང་དེ་ཡི་ཕྱོགས་ནས་ཚིག་ཁ་ཤས་ཞུས་ན། ལུས་ཀྱི་བདེ་ཐང་ཡོང་བ་ལ་བཞི་གཙང་སྦྲ་དེ་དགོས་ཀྱི་འདུག་དང་པོ་དེ་དེ་རེད། གཉིས་པ་དེ་རང་རང་གི་དེ་ནས་སྣོད་སྣ་ཚོགས་དེ་དང་ད་ཅིག་སྔོན་འགོག། དེ་ནས་དེ་སྐྱོར་ཆེན་པོ་ཅིག་ཆགས་འདུག་ཡོད་རེད། དེ་མ་ཟད་དེའི་སྟེང་ནས་ང་ཚོ་མི་རང་རང་སོ་སོའི་ཡུལ་གྱི་བདེ་ཐང་ཆེད་དུ་ལུས་རྩལ་མེད་ན་ད་ལྟེ་གནས་ཀྱི་སྟེང་ནས་རང་རང་གི་ལུས་ཁམས་དེ་དེ་ནས་བདེ་ཐང་ཡོང་དགོས་དེ་སྐར་ཆེན་ཅིག་ཆགས་འདུག་ཡོད་པ་དེ་རེད། དེས་ན་དང་པོ་ཡིན་ན་ང་ཚོའི་ལུས་དེ་རང་རང་སོ་སོའི

ཡང་དྭངས་གཙང་གང་ལ་གང་འཚམ་འཛམ་གླིང་ནང་ཁ་ཕྱོགས་དང་བསྟུན་ནས་ཡར་རྒྱས་གང་ལ་གང་འཚམ་འགྲོ་བཞིན་ཡོད་རེད། རེད་ད་ནི་ཡིན་ནའང་ཁ་ཞིག་གིས་ཁྱོད་ནི་ལུས་གཙང་འདྲ་མི་བྱེད། དེ་ནས་རྐང་བ་འདི་ནི་ཏུ་སོ་རུས་སྐབས་བཅུག་ང་ཚོས་གསོ་འབྲིས་བྱས་ནས་ད་སོང་སོང་ཁོ་རིག་འགྲོ་གི་ཡོད་རེད་དེ་ནས་རུས་གྲིབ་འགྲོ། དེ་ནས་ཡོད་ན་མི་རིགས་གཞན་གྱི་ཡིན་ན་ང་ཚོ་དེ་ནས་ཉེར་སྤྱོད་ཁྱད་གསོད་ཡོང་གི་རེད་རང་རང་གི་ཕོ་མོའི་བདེ་ཐང་རྩ་བ་ཉིད་ནས་མེད་པ་འདི་ནི་ཆགས་འགྲོ་གི་ཉེན་ཟས་འདི་ནི་ཡིན་པ་འདི་ནི་རེད་ནས་ཏིའི་རྒྱུ་མཚན་མཁན་རྣམ་པ་ཐམས་ཅད་ཀྱིས་ཡིན་ན་རང་རང་སོ་སོའི་ལུས་དེ་གཙང་སྦྲ་ཡོད་པ་དང་བྱས་རྗེས་ནི་ཧ་ཅང་དེ་ནི་སྐྱར་ཆེན་རྩ་ཆེན་ཅིག་རེད་བསམ་གྱི་ཡོད་ཏིའི་རྒྱུ་མཚན་མཁན་མདོར་ན་རང་རང་སོ་སོའི་གཙང་སྦྲ་འཛམ་གླིང་ལ་དུས་རབས་ཉེར་གཅིག་པའི་དེ་ནི་འགྲོ་བ་མི་ཆ་ཚང་དེ་དང་མཉམ་དུ་འགྲུས་ནས། དེ་ནས་གཙང་སྦྲ་ཡག་པོ་འདུག་བྱས་ན་ད་ཡོང་ཁྱབ་གི་ཅིག་རིན་ཐང་ཆེན་པོ་ཅིག་རེད་ང་རང་ཡིན་ན་བདེ་ནུས་སམ་གི་ཡོ་བྱོས་ཀྱི་འོ་དེ་ནི་ཅིག་རེད་དེ་དེ་ནས་ལུས་ཁ་བདེ་ཐང་གི་སྐོར་ནི་དེ་ནི་དོན་ཚན་དང་པོ་དེ་ནོ་ན་གཙང་སྦྲ་ཡག་པོ་བྱས་ཀྱི་འདུག་ག་ཆེ་འདྲས་སམ་གི་ཡོ། ལུས་ཁ་བདེ་ཐང་ཡོང་བ་ལ་གཉིས་པ་དེ་གཙོ་བོ་དེ་ནི་ད་གནང་འགོག་དེ་ན་གང་ལ་གང་ན་གང་དང་གང་ཡིན་ན་ད་ང་ཚོ་འགུལ་ན། དེ་ནས་རིག་པའི་རྣམ་པ་ཐམས་ཅད་རང་སོ་སོའི་དེ་ནས་སྔོན་འགོག་བྱེད་བྱུང། སྔོན་འགོག་བྱེད་པ་ལ་དེའི་སྔོན་འགོག་བྱེད་ཐབས་ཀྱི་ཐབས་ལམ་དེ་རང་སོ་སོའི་བཞི་བ་ནས། དེ་ནས་དེ་རང་སོ་སོའི་ཡག་པ་ལས་དེ་ནས་ཤེས་པར་བྱས་ནས་དེ་སྔོན་འགོག་བྱེད་ཀྱི་བཀའ་ཆེན་པོ་ར་ཏཱ་ལྷ་འཛམ་བུ་ནང་ན་དག་ཅིང་ཨེ་མཆིས་ན་ཨེ་དྲན་ཟེར་བ་ཅིང་ཕྱི་ནང་དག་རྣམ་པ་དེ་ནས་འགོག་དཀའ་མོ་དེ་ནས་ཡོང་གི་འདུག་དེའི་རིགས་ཡིན་ན་འདྲ་གི། ཡང་ན་རྐྱེན་གཅིག་ཐ་ན་དཔེར་ན་ང་ཚོའི་ད་འོག་གི་ཡིན་ན་དེང་སང་སློབ་སྤྱོང་གི་ནང་དེ་ནས་ཟེར་གི་ཡོད་ར་ད་ཡིན་ཕྱིན་ཡིན་ན་དེ་ནས་དེ་ནས་ཀྲི་པི་ཟེར་གི་ཡོད་ག་ད་རྒྱ་ཡིན་ན་དེ་ནས་ཅེ་ཧི་དེ་ནས་ཟེར་གི་ཡོད་ག་དེ་ནས་རིགས་སུ་འདོད་ན་འགུལ་ན་གི་རིགས་གང་དང་གང་ཡིན་ན་དེ་ཚོ་སྔོན་འགོག་གྲོང་སྐྱོབ་རྒྱལ་ཁོངས་བྱེད་རྒྱུ་ཧ་ཅང་གལ་ཆེན་པོ་གཅིག་རེད། ང་ཚོས་དེ་ནས་གཅིག་ན་བར་མཚམས་འགུལ་ན་གི་རིགས་ཡིན་ན་རྣམ་པ་དང། གཞན། མི་རང་རང་སོ་སོ་སུ་ཡིན་ན་དེ་ནས་དེའི། དོར་སྣང་ཆེན་པོ་གང་འདུག་བསམ་གྱི། རྣམ་པ་གཅིག་ཡིན་ན་རང་ཉིད་མགུལ་ན་ཡོད་ན། རང་ཉིད་ཀྱི་དེ་ནས་ང་ཚོ་རྒྱལ་སྤྱིའི་གི་འཁྲབ་མཐོང་གི་སྟངས་ནས། ཁོ་ཚོའི་དེ་ནས་གཅིག་མགུལ་ན་དེ་གཞན་ལ་མི་མགུལ་བའི་ཐབས་ལམ་དེ་རང་རང་སོ་སོའི། བསམ་པ་རྣམ་དག་ལོག་ནས་འབབ་དགོས་བ་ཅིག་རེད་མ་གཏོགས་རང་རང་རྣམ་པ་གཅིག་ཡིན་ན། གཞན་ལ་དེ་ནི་འགུལ་ན་དེས་ཕན་ཚུན་བཀྲམ་ཆགས་པ། གཞན་ལ་རྒོལ་ཆགས་པ་ཡིན་ན་གཞན་མིའི་ཚེ་གྲོགས་ལ་གནོད་ཤུགས་ཡོད་རེད་དེའི་རྒྱུ་མཚན་གྱི་མི་ནད་པ་རང་རང་སོ་སོའི་ཡིན་ན་དེ་ཡ་དེ་ནི་དོར་སྣང་སྐྱེ་དགོས་པ་ཅིག་རེད་བསམ་གྱི་ཡོད་དེ་ནི་ནད་མེད་ཟིན་ན་རང་རང་སོ་སོའི་ནད་དེ་དོགས་སྣང་སྐྱེ་དགོས་རེད་རང་རང་སོ་སོའི་ཤ་ཉེ་སྤུན་ཟླ་ཡིན་ན་འདྲ་གི་སློབ་གྲོགས་ཡིན་ན་འདྲ་གི་དེ་ནི་ཡིན་ན་ཡང། ཕན་ཚུན་ཆམ་གྱི་སྒོ་ནས་རོགས་སྐྱོར་རྒྱབ་སྐྱོར་བྱེད་དགོས་བ་དེ་ཤར་མར་གོ་བ་རེད་ད་ཡིན་ན་ན་ད་དེ་ནས་ཡོང་ན་གཅིག་གིས་གཅིག་ཕན་ཚུན་ཡང་དེ་ནས་སྟོང་འཛེམས་བྱས་བྱུང་ང་ཚོས་ད་བོད་ཡིན་ན་ངུ་མ་ཅག་ནས་ཟེར་ན་མི་ཤི་མང་བོ་གཅིག་གི་མཉམ་གཅིག་ཏུ་མཐོང་བ་ནས་ན་དེ་ནས་གཅིག་སོག་ཁྲུས་ཟེར་ན་མང་བོ་ཟིག་གི་ཁྲུས་ཁོ་ནས་ན་ད་དེ་ནས་བྱས་ན། ང་ཚོས་གནའ་ཕར་ཚོར་འགུལ་སློང་གི་ཡོད་རེད་དེས་ན་མིའི་ཚེ་གྲོགས་ལ་བཟོ་གི་ཡོད་རེད་དེའི་རྒྱུ་མཚན་ནི་མདོར་ན་ཐམས་ཅད་ཀྱིས་བདེ་སྲུང་གི་སྔོན་འགོག་ཡག་པོ་ཟིག་བྱེད་རྒྱུ་དེའི་ཕྱོགས་ནས་དོ་སྣང་ཆེན་པོ་ཟིག་བྱེད་རྒྱུ་ཧ་ཅང་གལ་ཆེན་པོ་ཅིག་ཡིན་པ་དེ་ནི་རེད་དེས་ན་ན་གང་དང་གང་ན་ང་ཚོས་ཁྲག་ལམ་ནས་ཕར་འགུལ་རྐྱེན་འགུལ་ཟླ་གི་རིགས་ཅིག་ཡོད་རེད་ཡང་དེ་ནས་ང་ཚོས་ཁར་ལངས་བྱས་ན་དགྲ་གི་དེ་ནས་ཕྱོགས་ནས་འགུལ་ཟླ་མང་ཅིག་ཡོང་གི་ཡོད་རེད་དེ་ཚོ་གང་ཡིན་ནམ་མདོར་ན་དེ་ངས་དེ་རང་འདི་ནས་ཆུ་ཚོད་གང་བྱས་ན་དགྲ་གི་ལྟོས་ཚོད་ཆ་ཚང་བཤད་དགོས་ན། ཤ་ཤི་གས་མི་འདུག་དང་ཤ་འདི་འང་ཚར་གས་མི་འདུག་དང་མདོར་ན་རང་རང་སོ་སོའི་དེའི་སྔོན་འགོག་གི་ཐབས་ལམ་དེ་རང་རང་སོ་སོའི་ཡག་པ་ཟེར་དེ་ནས་ཤི་དགོས་རྒྱུ་དེ་ཧ་ཅང་འང་དེ་ནས་གལ་ཆེན་པོ་གཅིག་རེད་བསམ་གི་ཡོད་དེའི་སྟེང་ནས་མདོར་ན་རང་རང་སོ་སོའི་ནང་འགོག་བྱས་ཀྱང་ནར་ལ་ཏོག་མཚམས་ཡག་པོ་བྱེད་རྒྱུ་ཧ་ཅང་གལ་ཆེན་པོ་གཅིག་རེད་བསམ་གི་ཡོད་དེ་ནས་ང་ཚོའི་ལུས་ཀྱི་བདེ་ཐང་ཡོང་བ་ལ་བསམ་པ་དེ་རང་རང་སོ་སོའི

སྐྱེ་བ་ཡིན་ན་ང་ཚོས་གཙོ་བོ་རང་གི་ལུས་ཀྱི་འཕྲོད་བསྟེན་ཡང་ཡོང་ཤེས་པ་ཅིག་རེད། ལུས་བདེ་ཐང་ཡོང་བ་རྩར་བྱང་ཡོང་དགོས་རེད། ཕྱོགས་གཅིག་ནས་ནང་ཆོས་ཀྱི་བསམ་བློ་བཏང་ན་རང་གི་དགེ་བ་ལ་གོ་ཆེ་ཡང་དེ་ནི་ཡོང་ཤེས་པ་རེད། ཤེས་ཀྱི་ང་ཚོས་རྐྱང་ཕྱག་གཅིག་འཚལ་བ་ཡིན་ན། ལུས་ཀྱི་དེ་ནི་སྣུམ་པའི་ཚེ་རྡུལ་གྲངས་དང་མཉམ་པའི་ཁོར་ལུས་རྒྱུན་འགྱུར་གྱི་སྐྱེ་བ་ནི་མཛེས་སྟོན་པ་ཐུགས་རྗེ་ཅན་གྱིས་དེ་ནི་ཕ་ཡུལ་བསམ་གྱིས་མི་ཁྱབ་པ་ཡོད་པ་སྟེ། གསུང་གི་ཡོད་པ་དེ་ནང་བཞིན་གྱི་དེ་ནས་བཤམས་ཚར་བ་ནས་ན། དེ་ནས་ཀྱི་བཏང་ནས་མར་གཏོང་ཡིན་གཅིག་མིན་གཉིས་དེ་ནས་རྩ་སྦྱང་བྱས་ན་ད་བྱས་ཡིན་ང་ཚོའི་གྲབས་རྩོམ་གྱི་ཆ་ནས་གྲབས་བའི་དཀོན་མཆོག་དང། ཆུའི་འདུ་རིབ་སྐྱེས་པ་དང་མི་འགལ་བའི་སྟངས་ནས་ང་ཚོའི་ཡ་དེ་ནས་ལུས་ཀྱི་འཕྲོ་སྟངས་ཀྱི་རྩ་བཤམས་རྩིས་ཡོང་གི་ཡོད་རེད་དེ་ལྟར་བྱས་རྗེས་ཧ་ཅང་གལ་ཆེན་རེད་བསམ་གྱི་ཡོད་མར་གཏོང་དང་ལྷང་མི་མང་བ་ཅིག་གིས་དུས་རབས་ཉེར་གཅིག་པའི་སྐབས་ཁ་ཡོད་ནས་རྩ་བཤམས་འདི་དེ་ནས་ཁ་ཡོད་ནས་དེ་ནས་ཁྱིམ་པ་སོན་རྗེས་ངེས་ཅན་མང་བ་ཅིག་བསགས་སོང་ན་དེ་ནི་བཀྲབས་ཙམ་གྱི་ཆ་ནས་བསམ་བློ་བཏང་ན་དེ་ཡག་པོ་མི་འདུག་རང་རང་གི་ཡིན་ན་ད་ཚོད་དེ་འདྲས་ཅིག་རེད་དེ་མ་ཟད་ང་ཚོས་ཡིན་ན། གསང་བ་སྔགས་ཀྱི་སྐལ་བའི་ནང་ད་བཀྲབས་ཙམ་རྣམ་པ་གསོ་བའི་ནང་ཅིག་རྩ་རླུང་ཐིག་ལེ་བཏང་ནས་ལུས་གཞུང་གི་འཕྲེང་འཁོར་དེ་ནས་མང་ཡོང་གི་ཡོད་རེད་དེ་ནི་གྲྭ་བ་ཟེར་ན་དེ་ཁོ་རང་རྩ་སྦྱངས་ཏེ་དབུས་ཁང་ཚན་པ་ཅིག་ཆགས་འདུག་ཡོད་རེད་དེ་མ་ཟད་ང་ཚོས་བཀྲབས་ཙམ་གཅིག་ཡིན་ན། ཁོ་རང་ཆོས་རབ་འབྲིང་རྩོད་པ་རྩོད་འོང་དེ་ནས་སྐྱེ། དེ་ནས་སྐྱེ་བ་ཡིན་ན་ལུས་ཀྱི་འགྲོ་སྟངས་དང་བདེ་ཐང་ཡང་མང་ཟེར་གང་ལ་གང་འདུག་རྩར་ཤང་བཀོད་ཆོག་གི་ཡོད་ཉེ་ན་ནི་དེ་ནི་གཅིག་རེད་དེའི་རྒྱ་མཚན་ནི་མདོར་ན་ཐམས་ཅད་ཀྱིས་ཡིན་ན། ང་ཚོའི་རྩར་ཤང་དེ་ཤེས་ཚོགས་དང་ཅིག་མི་འདྲ་བའི་ཁྱད་ཆོས་ཆུ་འདུར་བའི་ལག་ལེན་དང་མི་འགལ་བའི་སྟངས་ནས་གྲབས་ཙམ་ན་འབའ་སྲིན་རྩྭ་བཞང་བཅད་ན་རག་གི་ལུས་ཀྱི་འཕྲོ་སྟངས་ཀྱི་བདེ་ཐང་གི་ཆེད་དུ་དེ་འདྲའི་བྱས་ན་ང་རང་ཡང་ན་ནམ་རྒྱུན་གྱི་ལྟ་བ་རེད་ད། ཚོ་ག་ལྷ་ཁང་བཞི་བ་ཡང་དེ་ལྟར་བཞུགས་གི་ཡོད་རང་གི་བསམ་བློ་ཡང་དེ་ནས་ཡང་དེ་ནས་བཏང་གི་ཡོད་ཅེས་བརྗོད་ན་ནོར་དེ་ནི་ཅི་ཡི་རེད་དེའི་སྟངས་ནས་ང་ཚོ་ཡིན་ན། ལུས་ཀྱི་བདེ་ཐང་དེ་ཧ་ཅང་གལ་ཆེན་པོ་རེད། ལུས་ཀྱི་བདེ་ཐང་དེ་ང་ཚོའི་རྩལ་སྦྱངས་དེ་ལས་མ་བྲལ་བ་ཡིན། ང་ཚོའི་བོད་མི་རིགས་ཀྱི་ས་ཆ་མང་བོ་ཅིག་ན་ཕར་བསམ་བློ་བཏང་སོང་ན། འཕྲོད་བསྟེན་མ་བྱས་པའི་དབང་གིས་ད་ས་ཅིག་ང་ཚོའི་སར་ལོན་པ་འདྲ་ན་ད་དེ་ནས་དྲང་སྲོང་བྱེད་ས་དེ་ནས་ཅིག་འདུག་དེ་ནས་ཁྱག། དེ་ནས་ཅིག་སོང་ཡང་ཀྱི་ཡར་ལོ་དེ་སྲིད་ལྔ་བཅུ། དྲུག་ཆའི་མཚན་གུང་གི་ཆ་ཚང་བཞག་འོག་མཐའ་འོག་དེ་མི་མང་ཡོང་གི་འདུག་དེ་རང་རང་ཚོགས་འདུའི་རྩ་བཤང་དེ་དེ་ནས་བཅད་མ་ཐུབ་པ་རེད་མ་གཏོགས་མི་རིགས་གཞན་དང་གཞན་བསམ་བློ་བཏང་ན་དེ་ནས་ལོ་བཞི་བཅུ་ལྔ་བཅུའི་དུས་སྐབས་དེ་དང་ཁྲིག་ང་ཚོའི་རྐང་བ་ནག་པོ་གཉིས་དག་དེ་ནས་བཞག་འོག་མཐའ་འོག་སྒུར་འོག་དེ་མི་མང་ཞིག་ཡོང་དགོས་པ་དེ་ཡོང་དགོས་དོན་མི་འདུག་བ་དེ་རྩ་བཤང་མ་ཐུབ་པའི་དབང་གིས་རེད་བསམ་གི་ཡོད་དེ་ནས་ལྷག་པ་ལྷག་དོན་ནི་ང་ཚོའི་བླ་མ་དགེ་བཤེས་གཉིས་རྣམ་པ་སོགས་ཡིན་ན

ཤང་བོང་བྱ་ནི་ང་ཚོའི་བོད་མི་རིགས་ཀྱི་དེ་ནས་ཅིག་ཡིན་བླ་མ་དཔོན་པོ་ཡིན་ན་འདྲ་མཁན་བླ་མ་དགེ་བཤེས་གཉིས་རྣམ་པ་འདི་སུས་དེ་ནས་བོང་གུར་སྐྱོབ་མ་བྱས་དབང་གིས་ང་ཚོས་ད་ཅིག་རང་རང་སོ་སོའི་ངན་ཤ་ཟས་ཀྱི་འཇིག་རྟེན་ན་འདུག་བ་འོ་དེ་ནས་རང་རང་སོ་སོའི་མགུར་སྐྱོབ་མ་བྱས་ཡོད་ཐག་རང་ཤ་བས་འགྲོ་ཉིན་དེ་ནས་ལས་ཆག་འགྲོ་འདུག་བ་དེ་རྩ་བ་ཉིད་ནས་འགྲིག་ཤེས་ཡོང་ན་རང་རང་སོ་སོའི་བོང་བོ་དེ་ནས་མགུར་སྐྱོབ་བྱས་ན་ཚེ་རང་བ་དང་དེ་ནས་ལུས་ལ་འདྲ་འགྲོ་འདུག་ལ་སོགས་པ་གང་ལེན་ན་སྐྱབས་ལེགས་མེད་ཉེས་དེ་ནས་ཅི་ཡོང་ཐབས་ཀྱི་འགྲོ་བ་དེའི་རྒྱུ་མཚན་གྱིས་སོ། རང་གི་ལུས་ཀྱི་བདེ་ཐང་ལ་ཆེད་དུ་ཐུགས་བསམ་གྱིས་འགྲོ་བ་དེ་གལ་ཆེན་པོ་ཅིག་ཆགས་འདུག་བསམ་གྱི་ཡོད་དེ་ནས་དེའི་རྟགས་ནི་ང་ཚོའི་དོན་ཚན་གཉིས་པ་སྟེ། ལུས་ཀྱི་བདེ་ཐང་གི་སྐོར་དེ་ནས་བསམ་གཞིག་བྱེད་རྒྱུ་དེ་ཡིན། དེ་ནས་གཙོ་བོ་གཙོ་བོ་ང་ཚོས་སྣང་བ་སངས་རྒྱས་པའི་ཆོས་ཀྱི་དོན་དུ་བསམ་བློ་བཏང་ན། ལུས་ཀྱི་བདེ་ཐང་ཡིན་ན་འདྲ་གི། དེ་ནས་མདོར་ན་བདེ་བ་ཐམས་ཅད་དེ་རང་གི་སེམས་ཐང་ནས་ཡོང་དགོས་པ་ཅིག་ཆགས་འདུག་ཡོད་རེད་དེའི་རྒྱུ་མཚན་ངས་དེ་རང་དོན་ཚན་གསུམ་པ་དེ་སེམས་ཀྱི་བདེ་ཐང་སྐོར་ནས་དེ་ནས་ཚིག་ཁ་ཤས་ཞུ་བསམ་གྱི་དེ་ཡིན། དེས་ན། སེམས་ཀྱི་བདེ་ཐང་ཡོང་བ་ལ་ད་བས་ན། སར་སྐྱ་པར་འབྲས་དེ། བདེ་བའི་ཕྱོགས་ནི་སེམས་སྐྱིད་པ་དེ་རང་ཉིད་ཀྱི་སེམས་སྐྱིད་པོ་ཡོང་ན། བདེ་བ་ཅིག་ཡོང་ཐུབ་གི་ཡོད་རེད། སེམས་སྐྱིད་པོ་མེད་ན་བདེ་བ་དེ་ཡོང་ཐུབ་གི་ཡོད་མ་རེད། བཤད་སྟངས་བདེ་བ་བདེ་བ་དེ་ང་ཚོའི་ཕྱིའི་དཔལ་འབྱོར་ལོངས་སྤྱོད་མངའ་ཐང་ཇི་ལྟར་ཡར་རྒྱས་སོང་ན་ཡང། ད་ཅིག་ཁོ་རང་བྲིས་པའི་སྡུག་བསྔལ་ཡོད་ན། དེ་ནས་ཟས་ཟོས་བ་ཡིན་ན་དེ་ནས་གནས་སྐབས་སེར་ཐུབ་དགོས་རེད། དེ་ནས་སྐོམ་གྱིས་དེ་ནས་ང་ཚོས་སྡུག་བསྔལ་ཡོད་ན་དང་མཐོང་ཆོས་ལ་སོགས་པ་མཐོང་བ་ཡིན་ན་རེ་ཞིག་དེ་ནས་ཅིག། སྐོམ་པའི་སྡུག་བསྔལ་དེ་བཞེས་ཐུབ་གི་རེད་དམ། དབྱེ་ན་སེམས་ཀྱི་སྡུག་བསྔལ་དེ་ང་ཚོའི་སེམས་དེ་དང་ནི་བཤམས་མྱང་བྱེད་བྱང་ཆུབ་ཀྱི་སེམས་དེ་ནས་ཅིག་བཏང་ནས་དེ་ནས་བདེ་བ་དེ་ཡོང་དགོས་རེད་མ་གཏོགས་ཕྱི་དངོས་པོ་དཀར་འཇོག་ལོངས་སྤྱོད་ཅི་ལྟར་ཡར་རྒྱས་སོང་དེ་ནས་ང་ཚོས་དངོས་སྟོང་ཆེན་མོ་ཡོད་ན་ཡང་ཁོ་རང་སེམས་སྡུག་བསྔལ་ཡོད་མངོན་བཞིན་པ་མ་ཚད་སེམས་སྙོམས་པ་ཆགས་འགྲོ་བ་ཡོད་པ་དེ་ང་ཚོས་མཐོང་ཐོས་མངོན་གྱུར་ཡིན་པ་དེ་དེ་ནས་གསར་བ་གསར་བྱང་ཆགས་འདུག་ཡོད་རེད་དེའི་རྒྱུ་མཚན་ནི་ང་ཚོའི་མདོར་ན་སེམས་ཀྱི་གཞི་འབྲས་སུ་ཚོགས་པ་གལ་ཆེན་པོ་ཅིག་རེད་མཛའ་མོ་ནང་གི་དྭངས་ལྷང་ཤུན་པ་མང་བོ་ཅིག་ཡིན་ན་ཡང་སེམས་ཀྱི་གཞི་འབྲས་སེམས་ཀྱི་ལྷོ་སོགས་དེ་དཀར་ཆེན་པོ་ཡིན་པ་ཤར་ཡང་ཤར་གྱི་ཡོལ་བ་དེ་ནི་གཅིག་རེད། དེས་ན་ང་ཚོའི་སེམས་ཀྱི་གཞི་དཔེ་དེ་འཛམ་གླང་གི་དང་ཡོངས་ཁྱབ་ཀྱི་རིན་ཐང་ཆེན་པོ་གཅིག་དང་ལྷག་པ་ལྷག་ཏུ་ང་ཚོའི་ནང་ཆོས་ཀྱི་སྟེང་ནས་བསམ་བློ་བཏང་ན་ལྟ་བ་སྐར་ཐོག་ཕྱོགས་བརྒྱ་བཞིའི་ནང་གི་མྱ་ངན་ལས་འདས་པ་ནས་ཞི་བ་འོག་རྗེ་ཙོང་བོ་གཅིག་སྟེ། མྱ་ངན་འདས་བཀྲ་ཤིས་ཉོན་མོངས་པ་དང་སྡུག་བསྔལ་ལ་སོགས་པ་དེ་དག་ཞི་བའི་ཞི་བ་སྟེ་བདེ་བ་རེད་དེ་མྱ་ངན་ལས་འདས་པ་དེ་བཞི་བ་བདེ་བ་གཅིག་རེད་དེ་སྡུག་བསྔལ་ཡོངས་སུ་ཕྱེ་བའི་བྱ་བ་བདེ་བ་གཅིག་རེད་དེ་ང་ཚོས་ནང་ཆོས་ནས་དེ་འདྲའི་གསུང་གི་ཡོད་ར་དེའི་རྒྱུ་མཚན་གྱི་སེམས་ཀྱི་བདེ་བ་སེམས་ཀྱི་དེ་ནས་བཞི་བདེ་དེ་ཧ་ཅང་དེ་ནས་གལ་ཆེན་པོ་རྩ་ཆེན་པོ་གཅིག་ཡིན་པ་དེ་ནས་རེད་སེམས་ཀྱི་བཞི་བདེ་ཡོང་བ་ལ་གཞན་གྱིས་དང་རང་ལ་ཕྲག་དོག་རྫུ་རྩལ་དབང་གིས་དེ་ནས་གནོད་འཚེ་དགོད་གཏོར་མ་ནས་གར་སྟེགས་དམིགས་བསལ་རྒྱུ་གསུམ་ནས་ཡོང་ན་ཡང་དེ་རང་གི་སེམས་བཀོད་ཡོང་བ་བྱས་ནས་དེ་ནས་བཟོད་སྒོམ་བྱེད་ཀྱི་གཅིག་དང་གཞན་ལ་རང་གིས་དེ་ནས་བཤམས་པ་དང་མྱང་བྱའི་བཤམས་རྩིས་ལྟ་བ་དེ་ཁེལ་ནས་བཤམས་རྩིས་དེ་ནས་བྱེད་པ་ཡིན་ན་རང་རང་གི་སེམས་སྐྱོ་པོ་ཡོང་གི་རང་གཞན་ལ་རང་གི་གནོད་ཀྱང་འཚེ་བའི་དེ་ནས་གནོད་སེམས་ལ་སོང་བ་ཆེ་བ་ཡོད་ན་དེ་ནས་ང་ཚོས་རང་རང་སོ་སོའི་ཉམས་མྱོང་ཐོག་ནས་བསམ་བློ་བཏང་ན་ཡང་གཞས་གདངས་ཚུལ་ཆེན་པོ་དུ་འགྱུར་ལ་སྐྱེ་བོ་འདིའི་སེམས་དེ་མི་བདེ་བ་ཅིག་ཆགས་འགྲོ་གི་འདུག་འོ་དེ་རང་རང་སྡུག་ཉམས་མྱོང་གི་རེད་མ་གཏོགས་གཞན་དེའི་བཀའ་ཁས་ངོ་ཤེས་ཡོད་མ་རེད་དེ་མེད་ན་རང་རང་སོ་སོའི་རང་སྡུག་རང་གིས་མི་མྱོང་རྒྱུ་དེ་ནས། དེ་ནས་བྱས་ནས་རང་གི་མདུན་ན་ལས་དང་ཉོན་མོངས་པ་འདི་མ་བསགས་འདུག་ང་ཚོས་ནག་ཆུ་གིས་དེ་ནས་བཤད་པ་ལྟར་ཡིན་ན། དེ་ནས་ལས་དང་ཉོན་མོངས་པ་འདི་སྤངས་ནས་རང་གི་བྱམས་བརྩེ་དང་བྱམས་པ་དང་བདེ་བ་བདག་མེད་ལ་སོགས་ཀུན་ནས་བྱེ་བ་ཐར་བ་དེ་འགྲོ་ཐུབ་ན་ད་ང་ཚོའི་གཞི་བདེ་མཐར་ཐུག་བདེ་བ་མཐར་ཐུག་ཟེར་ང་ཚོའི་ནང་ཆོས་དང་འབྲེལ་རིགས་སྒོ་ནས་བཤད་ནའང་དེ་ནས་དུ་ཡོང་ཐབས་ཀྱི་ཡོད་རེད་གལ་ཏེ་ཆོས་ཁས་མི་ལེན་མཁན་ཟེར་ཡོད་ན་ཡང་ངེས་པར་གྱི་དེ་ནས་བྱམས་བརྩེའི་ལྟ་བ་དེ་ཡོང་ན་རང་སྣ་ཚོགས་ཚོགས་དེ་ནས་བདེ་སྐྱིད་བླ་ན་མེད་པ་ཅིག་དེ་ནས་ཡོང་ཐུབ་པ་ཅིག་དང་ང་ཚོའི་གཅིག་ཁོ་རང་ལོ་བརྒྱ་ཆེན་པོ་སྐྱེལ་ཡང། དེ་ནས་འདྲ་མཉམ་གྱི་ལྟ་བ་དེ་ནས་ཡག་པོ་ཅིག་ཡོང་ན་རང་རང་གི་སེམས་དེ་དེ་ནས་བདེ་བ་ཅིག་ཡོང་ཐུབ་པ་དེ་བརྒྱ་ཆའི་བརྒྱ་ཐམ་པ་ཆགས་འདུག་ཡོད་པ་དེ་ནས་རེད། དེའི་རྒྱུ་མཚན་ངེད་ཐམས་ཅད་ཀྱི་སེམས་ཀྱི་བདེ་ཐང་དེ་ཧ་ཅང་དེ་ནས་གལ་ཆེན་པོ་ཅིག་ཡིན་པ་དེ་གལ་ཆེན་རེད།

རྗེ་བདག་ཉིད་ཆེན་པོས་དེ་ནས་འཇིག་རྟེན་གུས་པར་ཇི་སྙེད་པ་དེ་ཡི་རྩ་བ་མ་རིག་ཡིན་ཅེས་གསུངས་པ་རྣམས་ཅན་གྱི་མདོ་ན་མ་ཚུད། རྩ་བ་ངོ་མ་ཕ་ཝང་ཏི་སོགས་ན་སེམས་ཀྱི་བདེ་ཐང་མེད་པ་ལུས་ཀྱི་བདེ་ཐང་མེད་པ་ཐམས་ཅད་རྩ་བ་མ་རིག་པ་དེའི་དབང་གིས་དེ་ནས་ཉོན་མོངས་པ་བྱུང་ཉོན་མོངས་པའི་དབང་གིས་ལས་བསགས་ལས་དེའི་དབང་ཁོ་རང་ཁོ་ནས་སྐྱེར་གྱི་སྣ་ཆའི་སྡུག་བསྔལ་དེ་དེ་ནས་དབང་གིས་དེ་ནས་རང་དབང་མེད་པར་ང་ཚོ་དེ་ནས་འཁྱམས་འདུག་བ་ལས་གང་རང་དབང་མེད་པ་དེ་ནི་སྡུག་བསྔལ་བའོ་ཅེས་གསུངས་པ་རྣམས་ཅན་ཆགས་འདུག་ཡོད་པ་དེ་ནི་རེད། དེས་ན་རང་རང་སོ་སོའི་སེམས་ཀྱིས་དེ་ནས།

མ་རྟོགས་པའི་དབང་གིས་ཡང་ཆོས་ཀྱི་གནས་ཚུལ་དང་མི་མཐུན་པ། གནས་ལུགས་དང་མི་མཐུན་པ། དེ་ནི་རྒྱུ་མཚན་མེད་པ་དེ་ནས་ཡོད་ན་དང་མཁས་དབང་རྣམས་ལ་བཟོད་པར་གསོལ་ཞེས་བརྗོད་བདེན་དེ་མ་རྟོགས་བྱང་ཆུབ་ཀྱི་གནས་ཐུགས་རྗེ་ཆེ།